ངོ་ལ་བཟོ་ལྟ་སྟེ་གཙུག་ལག་ཁང་གི་ལྷ་ཁང་ཁག་ལ་དད་སེ། སེང་ལྡེང་སྒོ་མོ་དེར་འདུག་སྟེ་སེང་ལྡེང་སྒོ་མོ། དེ་རྗེས་ཚེ་དཔའ་ཁྲི་བོན་སྐབས་ལ་རྒྱ་སྐྱེགས་གནང་བའི་སྒོ་དེ་ཕྱེས། ནང་ལོག་སྟོབས་ཆེན་རྙིང་པ་བྱིན་ཆེན་དེ་ཕྱེས། ནམ་རྒྱུན་ཆེས་ཞག་གི་ནང་སྒོ་དེ། རྒྱལ་བོའི་སྲོང་བཙན་སྐུ་དེའི་སྒོ་དེ་ཕྱེས། དེའི་མདུན་དེ་ཕྱག་ན་རྡོ་རྗེ་དང་རྟ་མགྲིན་གྱི

གཅིག་དེ་འོད་པ་བླ་གང་ཡིན་ཟེར་ཇི་ལྟར་མདའ་སྐུ་འདྲ་བཞུགས་ཡོད་མ་རེད་ལྟུང་བ་རེད་མཛོད་ཁང་རེད་ད་དེ་གཤམ་གྱི་ནམ་དུས་རྒྱུན་ལྡན་ང་རང་ཚོ་མཇལ་ཡག་མཆོད་རྟེན་དཀར་པོ་དེ། མཆོད་རྟེན་དེའི་མཚན་ལ་ཡག་རྟག་པ་མཆོད་རྟེན་ཞུ་གི་འདུག་གོ། དེ་ཡི་གཙུག་ལག་ཁང་གི་སྐུ་གསུང་ཐུགས་རྟེན་ནང་གི་ཐུགས་ཀྱི་རྟེན་དེ་ཡིན་གསུང་གི་འདུག་ཨ་ནི། ས་སྐྱ་དཔེ་འབྲི་དང་ཀུན་དགའ་རྒྱལ་མཚན་གྱིས་བཞེངས་གནང་བ་ཡིན། ཨ་ནང་ལོགས་ཀྱི་གཟུངས་གཞུག་ལ་ཡང་ནི་རྒྱལ་པོ་སྲོང་བཙན་གྱིས། ཕྱག་རྩ་བྱིན་ཅན་བཞུགས་ཡོད་གསུངས་འདུག་ད་ལྟ་དེའི་ནང་ལ་ཡང་རྣམ་རྒྱལ་མའི་སྐུ་བྱས་རྗེས་རྣམ་རྒྱལ་ཆོས་སྡིངས་ཀྱི་རིགས་ཞག་ཡིན། འོ་དེ་གཙུག་ལག་ཁང་གི་ཕུག་གི་གདན་དེར་འདུག་ད་དེ་ནས་གཙོས་རིམ་པས་མཇལ་ཁ་ཡོང་དུས་སྔོན་མ་ཡིན་ན་ང་རང་ཚོ་དུང་མའི་ལོགས་ལ་ཡ་ཨ་ནས་གཙུག་ལག་ཁང་གི་གསུང་གི་རྟེན་ཆོས་རྒྱལ་སྲོང་བཙན་སྒམ་པོའི་ཕྱག་བྲིས་མ་ནི་ཡིག་དྲུག་དེ་ཡོད་གསུངས་འདུག་དེ་དེ་བཞུགས་མི་འདུག་གོ། ད་དེ་ནས་གཙོས་རིམ་པས་དེ་མཇལ་ཡོང་དུས།

རྒྱལ་བ་སྐལ་བཟང་རྒྱ་མཚོ་དང། ཨ་ནེ་རྗེ་བཙུན་མི་ལ་རིག་པའི་སྣང་བརྙན་བཞུགས་ཡོར་དུ། ཨོ་རྡོ་རྗེ་དེ་ནས་ཚུལ་གླེང་ན་ཨ་ནེ། གཙུག་ལག་ཁང་གི་བྱང་ངོས་ཀྱི་ལྷ་ཁང་ཨ་མ། གཙུག་ལག་ཁང་གི་ཐུགས་རྗེ་ལྷ་ཁང་ཞུ་ཡག་དེ། རྡོ་རྗེ་ཆེན་པོ་རང་བྱོན་ལྔ་ལྡན་གྱི།

དེ་ནས་དེ་ཡང་རྒྱལ་པོ་གཉའ་ཁྲི་བཙན་པོ་བཅས་ཐོག་མ། དེ་ནས་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་བཅས། དེ་ནས་ང་རང་ཚོའི་ཆོས་རྒྱལ་སྲོང་བཙན་སྒམ་པོ་དབུས་སུ་བཅས། ཁོ་རང་གི་སྐུའི་གཡོན་དེ་ཡང་ཁྲི་རལ་པ་ཅན་བཅས། དེ་ནས་ཁོ་རང་གི་སྲས་གོང་རི་གོང་བཙན་བཅས། དེ་ནས་རྒྱ་བཟའ། ཝུན་ཤིན་ཀུང་ཇོ་འདྲ་པོ་བྱས། ཨ་ན་མ་ཀུ་མ་དོན་གསལ་ཚང་གི་ཡང་ཡང་ཞིང་སྟབས་སུ་བཞུགས་པ་འདི་ང་རང་ཚོའི་འཐུས་མི་སློབ་དཔོན་འཐུས་མི་བསམ་པོ་འདྲ་རེད་འདུག་ད་ལྷ་ཁང་དེ་བྱིན་ཆེན་རེད་འདུག་ལྷ་ཁང་དེའི་ནང་ལ་བཞུགས་པའི་སྐུ་མང་ཆེ་བ་ནི་རིག་གནས་གསར་བརྗེ་གང་ལ་ཡ་ཉམས་ཆག་བྱུང་ཡོད་མར་འདུག་སྐུ་དེ་ཚོ་ཚང་མ་ལོ་དེ་སྲིད་སངས་རྒྱས་རྒྱ་མཚོའི་སྐུ་དུས་ལ

ཧོ། རྒྱ་གར་གྱི་སྔས་དམག་གིས་ད་ལྷ་ཁང་རྙིང་པ་དེ་ཚོ་དཔེ་བལྟས་རྗེས། བྱིན་རླབས་ཇི་བཞིན་བཀོད་པས། བྱིན་རླབས་ཤིན་ཏུ་ཆེ་བའི་བཀོད་བཀྲོལ་དུ་སུ་འདུག་གོ། ད་དེ་ནས་ཡ། ཆེས་འོད་འབར་ལྷ་ཁང་ནང་གི་རྟེན་གཙོ། སངས་རྒྱས་སྣང་བ་དག་ཡེའང་འོད་དཔག་མེད། ཨ་ནི་ཕོ་རོ། ཉེ་བའི་སྲས་ཆེན་གྱིས་བཞུགས་ཡ་རེ། ཡེ་སྲས་བརྒྱད།

སྒོ་སྲུང་གི་ཚུལ་དུ་རྟ་མགྲིན་གཡོར་དུ་གནམ་རྒྱུའི་ཁྲོ་བོ་རྐང་དང་ཀེང་ཞུ་གུ་དུག་གོ། ཨ་ནི་ཕྱོགས་རིན་པོ་ཆེ་འདི་དུག་སེལ་གཡས་སྐོར་ལ་ཕལ་ཆེར་སྐུ་རྒྱབ་དེ་ཡ། ཨ་ནི་ཐོག་སོ་གཉིས་ཙམ་ཕྱེས་པའི་ཐུབ་པ་གངས་ཆེན་ཚོགས་བརྒྱད་གཡོར་དུ། ཨོ་ཡ་ད་སྤྱན་རས་གཟིགས་སེང་གེ་སྤྲེལ་ལྷ་ཁང་མ་ཐོན་ཡོང་རྗེས་ད། རྒྱུན་ལྡན་ང་རང་ཚོ་བར་ཐོག་ལ་ཡ་ལྷ་ཁང་ཁག་ལ་ཡ་མཆོད་མཇལ་དང། དཔལ་ལ་མོ་མཇལ་ཁ་འགྲུལ་སའི། རྡོ་སྐས་ཀྱི་སྒོ་དེ་དེར་བ། ད་དེའི་གཤམ་དེ་དེའི་ནམ་རྒྱུན་ང་རང་ཚོས་མང་ཚོགས་ཀྱི་ཁ་རྒྱུན་ལ་ཡ། གཙུག་ལག་ཁང་དེ་འོ་ཐང་གི་མཚོ་བསྲུབས་རྗེས་བཞེངས་རྫ་ཨ་ནེ་འོ་ཐང་གི་མཚོའི་སྐད་ཉེ་ཟེར་དང་ངང་པའི་སྐད་ཉེ་ཟེར་དོ་གུང་དུ་དེར་དུ་འོ་ད་དེ་རེད་དེ། དེ་ནས་ཕ་ཆེ་ཡ་ཐོ་ཀ་མ་ཅག་ཅེས་ངེད་ལ་ད་ག་རང་ཅག་ཚུར་ཡོང་ཇི་ལྟ་དེ་ཤར་ལྷོའི་མཚམས་ཀྱི་སྦུག་དེ་རེད། ང་རང་ཚོ་གཙུག་ལག་ཁང་ནང་ལ་ཡ། ག་ཤི་འཕྲུལ་སྣང་གི་གཙུག་ལག་ཁང་ཞུ་ཡ་གི་ག་བ་གཅིག་དེ་ཟུའི་གཞི་དེ་གཡུ་འབྲུག་གི་རིགས་སུ་ཆད་པའི་བོན་པོ་ག་ཟེར་གི་དེ་གཡུ་འབྲུག་འབུག་ཟེར་ཏོ། ཤར་ལྷོའི་མཚམས་ཀྱི་གཡུ་འབྲུག་འབུག་དེ་ན་ལ་ཡ། རང་ཚོ་རྙིང་མའི་མེས་པོ། ཆོས་རྒྱལ་མེས་བོན་རྣམ་གསུམ། མཁན་སློབ་ཆོས་སྲུང། མཁན་སློབ་ཆོས་སྲུང་སྐུ་འདྲར་འདུག་དེ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་བཅས། དེ་ནས་དེ་གུ་རུ་རིན་པོ་ཆེ་ཟ་འོག་མ་དང།

གཙུག་ལག་ཁང་ལ་ལྷ་བརྒྱད་བྱུང་བའི་ནང་གི་གཅིག་རེད་དོ། གཙུག་ལག་ཁང་ལ་འོད་ཟེར་འཕྲོས་པའི་ལྷ་བརྒྱད་དེས། ད་ལྟ་ང་རང་ཚོ་གཙུག་ལག་ཁང་གི་བྱང་གི་གཙང་ཁང་བྱང་མ། ཐུགས་རྗེ་ལྷ་ཁང་ནང་གི་ཐུགས་རྗེ་ཆེན་པོ་རང་བྱོན་ངང་ལྡན་གྱི་ཐུགས་ཀ་ནས། འོད་ཟེར་འཕྲོས་ནས་ནི། གཙུག་ལག་ཁང་ནང་གི་བྱི་གུར་ལ་སོགས་པ་འབུར་གུར་ལ་སོགས་པ། དེ་འདྲའི་ཁག་བརྒྱད་ལ་འཕྲོས་པ་ཡིན། དེ་གཅིག་ཡིན་གསུང་གོ་རེད། ཧོ། དེ་རེས་སུ་ཁྲོས་པའི་ལྷ་བརྒྱད་ནང་གི་སྨན་བླ་དིར་དོའོ། ད་དེ་ནས་ཚུལ་ཚར་བྱས། དཔའ་བག་ལྷོ་ངོ་འཇོ་བའི་ལྷ་ཁང་ལ་ཡ། བྱོན་བྱས་ལ་རྨ་བྱ་གོང་ལ་ཡང་རྒྱ་མཚོའི་ཆོ་ག། ལ་ཚུལ་གྱིས་གཟིགས་ན་དེ། ཆོ་གའང་མདུན་གྱི་བཀའ་དེ་ཚོ་མིང་ཅན་དེ་ཚོ་རེད་ད། ང་ཚོ་བཀའ་བྱིན་ཅན། དུས་རབས་བདུན་པའི་བཀའ་བ། ཀ་བ་གྲུ་འགོ་ཅན་ཤིང་ལོ་ཅན་ཀ་བ་བུམ་པ་ཅན། ཨེ་འདི་བ་རྒྱལ་པོ་སྲོང་བཙན་གྱི་གཏེར་མང་པོ་སྦས་ཡོད་གསུང་ཡ་གི་ཀ་བ་དེ་ཚོ་སྟེར་ཏོ། ཨ་ང་རང་ཚོ་ཀ་ཅན་ཀ་གོན་མ་དེ་ཡ་ཀ་བ་བུམ་པ་ཅན་ནས། དུང་དཀར་ཀ་བ་ཤིང་ལོ་ཅན་ནས་རེད་པས་བྱས་པས་ཡིན་གསུང། ཨོ་འདྲ་གསུང་གི་ཡོད་རེད་པ་བ་སྟེར་ཏོ་ད་མ་ལྷོ་ངོས་འཇོག་ལ་ཡ་མཇལ་ཁ་གྲུ་དེ་ཐོག་མ་དེ་ས་བྲིས་སྟེང་ལ་ཡ་ཚེ་ལ་ནམ་གསུང་གི་སྐུ་བགྲོས་ག་རེ་དང།

གྲུབ་ཐོབ་ཐང་སྟོང་རྒྱལ་པོ་བཅས། ཕ་དམ་པ་སངས་རྒྱས་བཅས། དེ་ནས་དེས་གྲུབ་ཆེན་བི་བ་པ་མཆེད་ད་དེ་ནས་ལྷ་ཁང་ཨང་བཞི་པ་དེར་སླེབས་སོང་ངོ། ད་དེ་ནམ་རྒྱུན་བྱམས་པ་འཕྲུལ་རྩལ་ལྷ་ཁང་རེད་དོ་རྒྱལ་བ་བྱམས་པའི་སྐུ་ཉིད་བཞུགས་པའི་འཕྲུལ་རྩལ་ལྷ་ཁང་རེད་དེ། དེའི་ནང་གི་རྒྱལ་བ་བྱམས་པ་དེ་ལ་འཕྲུལ་རྩལ་བྱམས་པ་ཞུས་གོ་བ་གི་གུས་པ་གུས་པ་རྒྱུ་མཚན་དེས། དུས་རབས་བཅུ་གཅིག་པའི་ནང་ལ་ཡང་ང་རང་ཚོ་སྟོད་མངའ་རིས་ནས་ཡིན་པའི་ཟངས་དཀར་ལོ་ཙཱ་བ། འཕགས་པ་བློ་གྲོས་རིན་པོ་ཆེན་གྱི་གཙུག་ལག་ཁང་ལ་ཡང་ཉམས་གསོ་དང་བདག་གཅེས་གནང་པའི་སྐུའི་རིང་ལ་ཡང་ནི་ཐོག་མར་ལྷ་ཁང་འདི་རྒྱལ་པོ་སྲོང་བཙན་གྱི་སྐུ་ཁྲུས་གསོལ་སའི་ཁྲུས་ཁང་རེད་འདུག་དེ་ནས་སྐུ་ཁྲུས་གསོལ་བའི་ཆུས་བྱིན་གྱིས་བརླབས་པའི་ས་དེ་ནི་དུས་རབས་བཅུ་གཅིག་པའི་ནང་ལ་ཟངས་དཀར་ལོ་ཙཱ་བའི་ཚུལ་བཞེས་ནས་དེ་བརྐོ་རྒྱུ་བྱས་ནས་ནི། ད་ལྟའི་རྒྱལ་བ་བྱམས་པ་འདི་བཞེངས་པ་ཡིན། སྦྱིན་པའི་སྐུ་དེ་བྱས་ཙང་བདེ་བ་ཆེན་པོ་དེ་མཚན་ལ་ཡང་འཕྲུལ་ཆས་ཆེན་པོ་ཞུགས་ཡོད་རེད། ཨ་ནི་གཡས་ལ་ཀྱང་ཚོད་དཔག་མེད་སངས་རྒྱས་ཨན་བྱང་དགོན་བླ་མ་ཙོང་ཁ་པ། ཨ་ནི་དེ་དུང་ལྡན་དུ་བླ་མ་ལྔ་རིག་པ་བརྩོན་འགྲུས་སྙིང་པོའི་དུང་ལྡན་བཤད། དེ་ནས་དུ་སི་མ་ལྷ་ཁང་དེ་མ་མ་ཐོན་གོང་ལ་ཡང་ལྷ་ཁང་གསེང་སྒོའི་ནང་ལོགས་ཀྱི་ཡི་གེ་ཁུག་ཡི་གེ་ཡ་མ་ནི་ཡིག་དྲུག་གི་ཤིང་བྱང་ཆུ་འཇུས་ཀྱི་སྐད་དུ་བ་ལ་དེ། དེ་འདྲ་གོང་ལ་ཞུས་པའི་གཙུག་ལག་ཁང་གི་གསུང་གི་རྟེན།

བོ་སྟོང་གི་ལྷ་ཁང་རྙིང་པའི་དུས་བརྐོས་ཀྱི་རི་མོ། ཨ་ནི་བལ་སའི་མཐོ་རགས་ཁང་ཞང་དུས་བལ་ཡུལ་གྱི་ཨ་ནི་ལག་རྩལ་མི་སྣ་ལ་བེད་སྤྱོད་བཏང་རྗེས་དེ་ཞང་བལ་བོ་བརྐོས་བྱིན་ཅིང་དེ་ཡོར་དུ་ད་ལྟའི་འོད་འབར་ལྷ་ཁང་རེད། ད་འོད་འབར་ལྷ་ཁང་ནང་ལ་ཡ།

ཧོ་ཡ། གཟི་བརྗིད་དང་ལྡན་པ་བཅས་བཞི་ཡོད་དོ། རྟགས་དེ་མཇལ་ནས་ཡར་སླེབས་ནས་ད་གཙུག་ལག་ཁང་གི་ཁྱམས་ར་ན་སླེབས་པ་རེད། ཁྱམས་ར་ཆེན་མོ་སྨོན་ལམ་ཆེན་མོའི། ཚུར་གསལ་ཁྱམས་ར་ཆེན་མོ་ཡོད་པ་གཙུག་ལག་ཁང་གི་དེའི་སླད། ཨ་ནེ་གཡོན་ནས་ཡར་དེ་ཚུན་མཇལ་ལ་ཡར་ད་གཡས་སྐོར་ལ་ཕེབས་དུས་དེ། ཐོག་མའི་ལྡེབས་རིས་དེ་ཡང་སངས་རྒྱས་སྟོང་སྐུ་མང་པོ། ཡོད་པའི་སྡེ་རིས་དེ་རྣམས་ལ་ཡང། དེ་སྲིད་རིན་པོ་ཆེ་སངས་རྒྱས་རྒྱ་མཚོ་དང། དེ་སྐུ་ཤེས་བསྟན་འཛིན་ཆོས་རྒྱལ་གཉིས་ཀྱི། བྲིས་སྐུ་འདུག་གོ་དེ་ནས་མཇལ་རོགས་གནང། ཨ་འདི་ནས་ནམ་རྒྱུན་རྒྱུན་ལྡན། ཁྱོད་ཅག་ལ་དབྱེ་སྒོ་བྱས་འདུག་ཐུགས་ཁེར་བ། ཨ་འདུག་གསོལ་བྱས་ཁྱམས་ར་ཆེན་མོ་དེ་རེད་འདུག་སྨོན་ལམ་གྱི་ཁྱམས་ར། ཨ་ནི་སྨོན་ལམ་ལྷ་ས་སྨོན་ལམ་ཆེན་མོ་དེ་ནི་ཕྱིས་སུ་ཙོང་ཁ་པ་བླ་མ་བློ་བཟང་གྲགས་པས།

ཁྲི་གཉིས་ལྷག་བཞུགས་སའི་ཁྱམས་ར་ཆེན་མོ་དང། ཨེ་ནས་རྒྱལ་བ་ལྔ་པ་ཆེན་པོ་དང་པཎ་ཆེན་དབོན་སྤྲུལ་བཞི་པའི་སྐབས་ནས་བྱས་ནས་ང་རང་ཚོ་ལྷ་སའི་སེ་འབྲས་དགའ་གསུམ་གྱི་དགེ་བཤེས་ལྷ་རམས་པ་དམ་བཅའ་ཤར་སའི་ཨོ་ད་ཏིར་དུ་གནས་ཕྱིན་ཅིང་ཁྱམས་ར་ཆེན་མོ་དེ་རེད་དེ། བྱེད་རོགས་གནང་དེ་རིང་གནམ་གཤིས་ཡག་པོ་འདུག་གོ། ཨ་ནས་དེ་ནས་ཡ་ཆེ་ལྷ་ཁང་ཁག་ལ་ཡང་མཆོད་མཇལ་ལ་ཕེབས་ཡ་ཡིན་འདུག།

དེ་གཡས་གཡོན་ལ་ལྷ་ཁང་གཉིས་དེ་ད་ལྟ་སྟོང་པ་རེད་ཤག་སྔོན་མ། ཕྱག་རྡོར་དང་རྟ་མགྲིན་གྱི་དེ་འདྲའི་སྐུ་ཡོད་པའི་འདྲ་བཤད་སྲོལ་འདུག་ད་གོ་དེ་རྙིང་ཤོས་དེ་རེད། རྒྱལ་པོ་སྲུང་བཙན་སྐུ་དུས་ཀྱི་གོ་མེད་འགྲོ་ད་དེ་རྙིང་ཤོས་དེ་རེད། དེ་རྣམས་རྒྱུད་ཆེ་བྱས་པ་རེད། དེ་ནས་ཡང་དུ་ཟླ་བ་ཞོལ་ལ་མཆོད་མཇལ་ཐད་ནས་དེ་གཡས་གཡོན་གཉིས་ལ་ཡང་ལྷ་ཁང་དང་པོ་དེ་གནོད་སྦྱིན་ལྷ་ཁང།

ཨ་ནི་བལ་ཡུལ་ནས་ཨ་ནི་ང་རང་ཚོ་བོད་པའི་རྒྱལ་པོ་སྲོང་བཙན་གྱི་མནའ་མར་ཕེབས་དུས་ཀྱི་རྟེན་སྐལ་ལ་བསྣམས་པའི་ཆུ་བོ་མི་བརྒྱུད་རྡོ་རྗེ་དང། ཨ་ནི་བྱམས་པ་ཀྲི་ཀྲི་དང་ཨ་ནི་དེའི་འཁོར་སྟེ་ཡ། ཨ་ནི་དེ། འཇིགས་སྐྱོབ་ཀྱི་སྒྲོལ་མ་བརྒྱད་ཡོད་ཨར་དུ་སྒྲོལ་མ་འཇིགས་སྐྱོབ་བརྒྱད་ཀྱི་སྣང་བརྙན། སློབ་མ་རྙིང་པ་དེ་ཙན་དན་གྱི་ཡིན་གསུང་གི་འདུག་འོ་ད་འདི་དེ་འཇིང་པོ་རེད་ཤག། འོ་དེ་རེད་འདུག་འོ་དེ་སྒྲོལ་མ་ཀྲི་ཀྲི་བྱམས་པ་དེ་རེད། འོ་ཡ་ད་ད།

སྤྱི་དྲིལ་བྱམས་པའི་ལྷ་ཁང། དེའི་སྒོ་སྲུང་གི་ཚུལ་དུ་ནི། རྒྱལ་པོ་ཁྲི་རལ་གྱི་ཡི་འོ་ཞང་དུ་གཙུག་ལག་ཁང་བཞེངས་སྐབས་ཀྱི་སའི་ཕུད་ལ་ཡ་བཞེངས་པས་ནི་དེ། བརྒྱ་བྱིན་དང་ནི་ཚངས་པ་དང། བརྒྱ་བྱིན་གཉིས་ཀྱི་སྐུ་ཡོད་ར་དོའོ། འོ་ད་དེ་རེད་དེ་ནས་ཚུལ་བཅས། ད་དེ་འཕགས་པ་སྤྱན་རས་གཟིགས་ས་ཁྲིའི་སྒང་ལ་ཡ།

གཙང་ཁང་བྱང་མ་དེ་ཐུགས་རྗེ་ཆེན་པོའི་ལྷ་ཁང་རེད་པ། གཙང་ཁང་དབུས་མ་དེ་ཇོ་རིན་པོ་ཆེ་གི་ལྷ་ཁང་དང་བཅས་དེའི་གཡས་གཡོན་གཉིས་ལ་ཡོད་པ་དེ་གཙང་ཁང་གཡས་པ་དང་གཡོན་མ་ལ་ས་སོང་བ་ལྟར་དེ་གཙང་ཁང་བྱང་མ་དེར་འདུག་གཙང་ཁང་བྱང་མ་དེ་དུས་ད་བསྐོས་ལ་དེ་གོས་དཔེ་རེད། དུས་རབས་བདུན་པའི་བསྐོས་ཞིང་ཆེན་རྒྱ་གར་གི་ལོ་སྟོང་ཕྲག་གི་ལྷ་ཁང་བྱེ་མ་གཅིག་བཞེངས་ཚུལ་དེ་དཔེ་བླངས་བཞག་པ་དེ་བྱས་དེ་ང་རང་ལ་ནམ་རྒྱུན་གྱི་བྱམས་པ་མཆིས་ཤིང། བྱ་བ་བྱམས་པའི་སྐུ་བརྙན་སྨོན་ལམ་ཆེན་མོ་ཡ། བོད་ཟས་ཉི་ཤུ་ལྔའི་ཞོགས་པ། བར་སྐོར་བྱང་ཆུབ་ཆོས་ལམ་ལ་འདི་འདྲའི་ཞུ་ཡག་གི། རྒྱལ་བ་བྱམས་པས། སྐུ་བརྙན་དེ་དེ་ན་བཞུགས་ཡོད་ཙང་བྱམས་པ་བྱིལ་བྱིལ་ལྷ་ཁང་བཞུགས་པ་རེད། ནམ་རྒྱུན་ང་རང་ཚོ་དད་ལྡན་མང་ཚོགས་ཀྱིས་ཇོ་ར་མ་སྐྱ་མོའི་ལྷ་ཁང་ཡང་བཞུགས་འདུག། རྩི་ཁུག་དེ་ཇོ་ར་མ་སྐྱ་མོའི་སྐུ་བརྙན་ཡིན་བ་རེད། འོ་ད་དེའི་དཀྱིལ་གྱི་སྐུ་བརྙན་དེ། དངུལ་སྐུ་དེ་དངུལ་སྐུ་རེད་ཤག། མི་ཚད་མ་དེ། མི་བཙལ་བ་ཅུང་ཆུང་ཙམ་དེས། མི་རྣམས་ལ་འདི་འདྲི་ཞོག་བྱ་བ་བྱམས་པ་དེ་བྱས་ནས་སྐུ་གཡས་དེ་བྱམས་པའི་དབྱངས་བྱས། སྐུ་གཡོན་དེས་སྤྱན་རས་གཟིགས་མདོག་བོ། ཨ་འདི་པ་སོ་སོར་བགྲང་མ་དང། གཤིན་རྗེ་མཐར་བྱེད་དང་བགེགས་མཐར་བྱེད་དེ་ཁྲོ་མང་པོ་འདུག། ད་དེ་ང་རང་ཚོ་ནམ་རྒྱུན་དེ།

ཨ་ནི་ལྷག་པར་དུ་གཙུག་ལག་ཁང་ལ་ཡང་ཆུའི་འཇིགས་པ་མང་ཡོང་ཆེད་དུ་ལྷ་སའི་ཆུ་རགས་ཉམས་གསོ་གནང་བ་ཡིན་ཞེས་དེ་འདྲ་གསུང་གི་འདུག་གོ་དེ་ཨ་ཁོ་རང་གི་སྐུ་བརྙན་དེ་ཐོག་མར་དེ་ང་རང་ཚོ་ཆོས་གུང་དེ་ཆོས་མི་ཕུད་ཟེར་དེའི་ཕྱོགས་དེ་ཡོད་རེད་དེ་ཨ་ནི་ཁོ་རང་དེ་ཞལ་ཤར་ལ་ཕྱོགས་ཞེས་ཞུ་བ་རེད་ཁ་རས་ན་ང་རང་ཚོ་ལྷ་སའི་སྐྱིད་ཆུ་དེ། ཤར་ནས་ནུབ་ལ་རྒྱུག་འགྲོ་གི་ཡོད་པ་ནི་ཁོ་རང་འདུག་སར་ཞུགས་རྗེས་ནི། ཁོ་རང་གིས་ལྷ་ས་ལ་ཆུའི་འཇིགས་པ་མི་ཡོང་བ་གི་ཐུགས་སྨོན་དང་ཞལ་བཞེས་ཐོབ་ཀྱི་ཡིན་ཟེར་འདྲེ་གསུང་གི་འདུག། མ་ཐོན་ཟས་དེ་གཡོན་དེ་འདི་གནམ་སྟོད་ཟེར་འདུག། ཡང་མཛོད་སི་ཐན་ནི་ཐན་ཅི། ཨ་ཡག་ཛམ་པ་ལ་ནོར་རིགས་ལྟ་བུ་ཡོད་འདུག་ད། བྱམས་པ་སྐྱིད་ཤིག་ད་ར་མོ་སྐྱབས་ནི་ལྷ་ཁང་རྗེས་ཚར་སོང། ད་ཕ་གྲོ་གར་ད། ལྷོ་ངོས་མཆོག་ནི་མ་ཡེ་སྒོ་ནི་བྱེད་ནི། དེ། ལྷ་ཁང་རྟེན་མཇལ་ས་ནས་ཕྱི་རོལ་གྱི་ས་ཁྲིའི་སྟེང་ལ་ཡ་རང་ཚོ་ས་སྐྱ་བའི་གོང་མ་རྣམས་ལ། ས་ཆེན་ཀུན་དགའ་སྙིང་པོ་དང། གྲགས་པ་རྒྱལ་མཚན་དང་བསོད་ནམས་བཙུན་མ་སློབ་དཔོན། ཨ་ནེ་དེ་ནས་འགྲོ་མགོན་ཆོས་རྒྱལ། ས་སྐྱ་དཔེ་འདྲེ་དང་ཀུན་དགའ་རྒྱལ་མཚན་དང་འགྲོ་མགོན་ཆོས་རྒྱལ་འཕགས་པ་དེ་ཡོར་དང་འཕགས་པ་རིན་པོ་ཆེ། ས་སྤྱན་ཀུན་དགའ་སྙིང་པོའི་སྐུ་སྐྱབས་ཡི་གེ་ཞལ་གཟིགས་ཕུད་པའི་བྱམས་པའི་དབྱངས་ཏེ་བྱ་ཡང་གསུང་བྱོན་མ་ཞིག་གོ་ཡོར་དུ། འོ་ད་དེ་བྱ་ཡང་དེ་གསུང་བྱོན་ཡང་དེ་ང་རང་ཚོའི་གཙུག་ལག་ཁང་གི་ཆོས་ཤཱཀྱ་མུ་ནེ་དེ་ཐོག་མར་ར་མོ་ཆེན་གཙུག་ལག་ཁང་གི་རྟེན་གཙོ་རུ་བ། ར་མོ་ཆེན་གཙུག་ལག་ཁང་དེ་རྒྱ་སྲས་ཞང་རྣམ་པར་བ་དང་ལྡན་ང་རང་ཚོའི་གཙུག་ལག་ཁང་དེ་བལ་སྲས་ཞང་ཛཱ་ལ་བལ་སྲས་རྟེན་མཆོག་མི་རྒྱུད་དོ་དུ་བཞུགས་ས་རུ་བ། ཨ་བཞུགས་པོ་དེ་ཁོ་ནང་ཚོ་དགོངས་པ། གཤེགས་ཚར་ནས་ཨ་ནེ་འོ། སྲོང་བཙན་སྒམ་པོའི་ཚ་བོ། མང་སྲོང་མང་མཛོད་ཁུ་ཐུ་ལ་ཨ་ནེ། ཐང་རྒྱལ་རབས་དང་འཆམ་པོ་མ་བྱུང་ཆེད་ཨ་ནེ། ཐང་གི་དམག་ཡོང་གི་རེད་ཟེར་འདྲ་དཀྲོག་གཏམ་རེ་གོ་ཆེད་ཨ་ནེ། ཇོ་དེ་མ་དེ་ན་ལ་ཁེ་ཡག་ལ་ཡ། ད་པེ་ཅིན་ཉེན་ཁ་ཡོད་པས་དེ། གཡོལ་ཡག་གི་ཆེད་དུ་ཨ་ནེ་ར་མོ་ཆེ་ནས་དེ་འདྲ་བྱོས། ཤཱཀྱ་མུ་ནེ་དེ་གཙུག་ལག་ཁང་ལ་ཚུད་དེ་འདྲི་ཞུ་བྱེད་ཨ་ནེ་གཙུག་ལག་ཁང་གི་ལྷོའི།

རྒྱ་ནག་དང་བོད་ཡང་ཡར་སླར་ཡང་འཆམ་མཐུན་བྱུང་རྗེས་ནི་རྒྱ་བཟའ་ཕྱི་མ་གྱིམ་ཤིང་ཀོང་ཇོ་བོད་ལ་ཕེབས་རྗེས་ནི་བ་ཙི་ཡི་གཤེགས་ནས་ནི་བ་ཇོ་བྱམས་པས་ཡང་སྐུ་རྒྱ་ལ་བས་པ་དེ་ཧ་གོ་ནས་ནི་བྱོ་མ་ལོ་དྲུག་ཅུའི་ཞུ་གོ་མ་དེ་འདྲི་ཞུས་པ་རེད། མ་དེ་འདྲི་ཞུས་དེ་དག་ནི་གཞི་ནས་ཡང་རྒྱ་ཡང་འཇམ་པའི་དབྱངས་ཀྱི་ཁོང་གི་གསུང་བྱོན་རྗེས་ཨེ་ཁོ་བོའི་རིགས་ཤིག་གཡོ་བའི་ཕྱོགས་སུ་དེ་ཁོ་རང་གི་དེ་གོའི་གྱང་ཁ་ནས་ཕར་གཡོས་རྗེས་བི་གི་བོན་པོ་ས་སྐྱ